ཨོ་ཐོག་མ་དེ་ཚོགས་གཙོ་གཙོས་པའི་སྐྱབས་གནས་དགེ་འདུན་དགེ་དེས་ཀྱི་ཕོ་མོ་ཡོངས་ལ་འཚམས་འདྲི་བཀྲ་ཤིས་ལན་ཞུ་གི་ཡོད། ད་དེ་རིང་ང་ཚོ་དེ་ཆབ་སྲིད་ཀྱི་ཉིན་མོ་སུ་ཆགས་བསྡད་ཀྱི་ཡོད་རེད། ད་དེ་རྩ་བའི་ཆབ་སྲིད་ཞུ་བས་ན་གཅིག་རྒྱལ་གཅེས་ཀྱི་ཆབ་སྲིད་ད་ལྟའི་གྱུར་ཏོག་ཆེན་པོ་ཞེ་བོ་ཆེ་སྒྲོག་འདོན་གྱི་ཡོད་རེད། ཐ་ན་ཞིག་ང་རང་སུ་རྒྱལ་ནང་གི་ཆབ་སྲིད། ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཉེ་བའི་ཆ་གི་ཆབ་སྲིད། ད་ཅིག་རིམ་པ་མང་པོ་བྱེད་ཡོད་བསྡད་པ་རེད། ཡ་ད་དེ་རིང་ང་རེ་ཏུ་འབྲེལ་བཤད་རྒྱ་ཡ་དེ་ལ་འོ་རེ་བསམ་ཚུལ་ཞིག་ཡོད་དེ། ཉེ་ཆར་ང་རང་སུ་བཙན་བྱོལ་བོད་མིའི་སྒྲིག་འཛུགས་ལ་འོ་རེ་དབུས་བོད་གཞུང་གི་ཆབ་སྲིད་ཀྱི་གུ་དོག་དང་འབྲེལ་བྱས་སོ་སོ་གི་མྱོང་ཚོར་མདོར་བསྡུས་ཅིག་ཏུ་མ་ཞུ་ཡ་ཡིན། བཀའ་ཤག་སྐབས་གོང་མ། བཀའ་ཤག་བཅོ་ལྔ་པ་སྐབས་སུ་ད་ལྟའི་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་འོས་བསྡུ་བཞེངས་པའི་སྐབས་སུ་ལྔ་དང་ལྔ་བཅུ་གྱི་འཐབ་ཇུས་ལ་བྱས་ནས་ཏུ་ལས་རིམ་ཆེན་པོ་གཅིག་ཏུ་ཆེ་བསྒྲགས་བྱས་ཡོད་རེད། ད་ནི་ཕྱིས་སྲིད་སྐྱོང་ལ་ཏུ་སྐབས་བཅོ་ལྔ་ལ་སྲིད་སྐྱོང་ཏུ་འོས་བསྡུ་ཐོབ་པ་དང་ནི་ལྔ་དང་ལྔ་བཅུ་གྱི་ཏུ་ལས་འཆར་དང་འབྲེལ་བའི་ཐོག་ནས་ཚོགས་འདུའི་རིམ་པ་ཁག་ཁ་ཤས་བསྐོངས་པ་དང་དེ་ཡི་གཅིག

ང་རང་སོགས་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཁྱབ་ཁོངས་ལས་ཡིན་བསྡད་པའི་ཨ་ཡོད་ནང་གི་ད་ཡོད་གོང་ནང་གི་གསེར་རི་ཅིག་སྔར་གྱི་གཞུང་ཞབས་བགྲེས་པ་རྣམས་པ་རེད་དག་ན་ཞེ་ཅིག་རྒྱ་ཁབ་ཀུན་ལ་ཡོད་པའི་བོད་མི་ཅིག་འཇོན་ཐང་ཅན་ཤེས་ཡོན་ཅན་དེ་ཚོ་གོང་ན་ཡག་རེད་དག་ན་ཞེ་མ་འོངས་པ་བོད་ཀྱི་སོན་རྩ་ཡིན་ལ་ཆེ་ཞོན་སྐད་རྣམས་པ། འཛམ་བུ་གླིང་ཕྱོགས་མཐའ་ཁག་ག་ས་ལ་ཡོད་བསྡད་པའི་གཞོན་སྐྱེས་རྣམ་པ་སྐོང་ཇེ་ད་འདུག་ས་འོག་ཚོགས་འདུ་རིམ་པ་མང་པོ་ཞིག་ཚོགས་ད་ནང་བཞིན་འཛམ་བུ་གླིང་གི་ནང་ལོགས་ལ་བོད་དོན་དང་འབྲེལ་བ་ཡོད་བསྡད་པའི་མཁས་དབང་རྣམ་པ་ཕྱི་རྒྱལ་གྱི་མི་རིགས་ཡིན་ན་རེད་རྒྱ་གར་གྱི་མི་རིགས་ཡིན་ན་རེད་ད་དེ་འདྲ་མང་པོ་ཞིག་སྐོང་ཆ་ནས་ཅིག་ང་ཚོའི་བོད་ཀྱི་རྩ་དོན་འདི་ལོ་ལྔ་ནང་ལོགས་ལ་ག་རེ་བྱས་དོ་གཞོན་པས་ག་རེ་བྱས་དགོས་ཀྱི་འདུག་རྒན་པས་ག་རེ་བྱེད་དགོས་ཀྱི་འདུག་ལམ་སྟོན་ག་རེ་གནང་དགོས་ཀྱི་འདུག་ད་འདི་འདྲའི་གི་ཚོགས་འདུ་བྱས་ཆ་དག་ནང་བཞིན་གཞོན་སྐྱེས་ལ་ཡིན་ན་ད་ད་ལྟ་བར་དུ་ང་ཚོའི་གི་བཙན་བྱོལ་སྒྲིག་འཛུགས་དེ་འདི་འདྲ་ཞིག་བྱུང་ཡོད་རེད། མ་འོངས་པ་ལོ་ལྔ་བཅུ་ལྷག་བས་ན་ཁྱེད་རང་ཚོས་གི་འགན་འདི་འདྲ་ཞིག་འཁྱེར་དགོས་ཀྱི་རེད་ལབ་ཆ་ད་ཅིག་ཁ་ལོ་གཅིག་གི་གཅིག་ལ་པཱ་སི་དང་ལས་ཤོར་བ་ད་འདི་འདྲའི་གི་ཚོགས་འདུ་ནས་རྒྱལ་པོ་ཞི་བ་ཅིག་དག་ན་བཞིན་ད་ད་ལྟའི་ཆ་ནས་བོད་པའི་མི་རིགས་དེ་འཛམ་བུ་གླིང་ཕྱོགས་མཐའ་ཁག་ཚང་མ་ལ་འཕྲལ་མ་གཏོར་བ་ནང་བཞིན་ཡོད་དུས། གཞོན་སྐྱེས་མང་པོ་ཆ་ཚུགས་སྐྱེས་དང་ཆ་བཙན་ཆུ་དར་འགྲིག་ཚུགས་ཡོད་དེ་སེར་བསྟན་ནི། དར་མ་སེར་ལ་ཡར་སྐྱེས་དང་ཆ་ཚོང་དུད་རིན་པོ་མང་པོ་བཅས་ཚོགས་བཅས་ཚང་མ་ལ་འགན་འཁྲི་ཆེ་ཆེ་དེ་འདྲ་གྱི་ལས་འཆར་བཟང་པོ་བཅས་སྤེལ་གནང་བ་རེད། དང་སྦྲགས་ཆ་ནི་གཅིག་ཆོས་ཟབ་ས་ལ་དུས་ཟབ་ལབ་པ་ནང་བཤད་ཆ་ཆ་ལྔ་དང་ལྔ་བཅུ་གྱི་ཚོགས་ཆེན། ཆེན་པོ་དེ་འདྲའི་ཚོགས་བསྡད་པའི་སྐབས་སུ་ཡང་དེའི་ཡ་གཅིག་ཚོགས་འདུ་གཞན་པ་དེ་འདྲའི་ཚོགས་བྱས། དེའི་སྐབས་སུ་སྐུ་མགྲོན་གཙོ་བོ། སྐྱབས་རྗེ་མཁས་དབང། མ་ཧཱ་པན་ཏི་ཏཱ་ཟམ་གདོང་རིན་པོ་ཆེ་དེ་འདྲའི་ཞུས་བྱས། ལྔ་དང་ལྔ་བཅུ་གྱི་ཚོགས་འདུ་དེ་གལ་ཆེན་པོ་དང་ལྔ་དང་ལྔ་བཅུ་གྱི་ལས་འཆར་དེ་གལ་ཆེན་པོ་ཡིན་ན། དེ་ལས་ལྷག་བ་གཅིག་གིས་དྲུག་དང་དྲུག་བཅུ་གྱི་མ་འགྲོ་དགོས་དགོས་རེད་ཟེར་བ། ད་ལྔ་དང་ལྔ་བཅུ་དེ་ད་ལྟའི་དེ་རིང་ཕ་བརྩིས་པའི་ལོ་ལྔ་ནང་ལོ་ང་ཚོ་གིས་ག་རེ་བྱེད་དགོས་ཀྱི་འདུག་དེ་ནས་ལྔ་བཅུའི་ནང་ལོ་ལ་ང་ཚོས་འཆར་གཞི་ག་རེ་བཞག་དགོས་ཀྱི་འདུག་དབྱིན་ཇིའི་ཐོག་ནས་ལན་ན Mission དང Vision ལས་བྱེད་དེ་ག་རེ་བཏིང་དགོས་ཀྱི་འདུག་དེ་འདྲས་བྱེད་ཀྱི་ཡོད་རེད་བ། ད་དེ་འདྲས་ཀྱི་ལས་བྱ་དེ་དང་བྲལ་བའི་ཐོག་ནས་ཟམ་གདོང་རིན་པོ་ཆེ་འགས་དགག་པའི་རྣམ་པ་སོགས་འདྲ་བ་བྱས་ཆ་ལྔ་དང་ལྔ་བཅུ་དེ་གལ་ཆེན་པོ་ཡིན་ན་དེ་ལས་སླ་བ་གཅིག་གིས་དྲུག་དང་དྲུག་ཅུ་དེ་གལ་ཆེན་པོ་རེད་ལ་ནི་བཀའ་སློབ་ཤུགས་ཆེན་པོ་ཞི་རགས་འཕེལ་ཡོད་རེད་ནས་དྲུག་དང་དྲུག་ཅུ་དེ་ག་རེ་ཡིན། དྲུག་དེ་ག་རེ་ཡིན་དྲུག་ཅུ་དེ་ག་རེ་ཡིན་ང་ཚོ་སུ་གང་ཅིག་གིས་མཁྱེན་གྱི་ཡོད་མ་རེད་ང་ཡིན་ན་ཤེས་ཀྱི་མེད། ནས་ད་དྲུག་དང་དྲུག་ཅུ་དེ་ད་ང་ཚོ་ག་རེ་ཡིན་ན་ག་འདྲས་སུ་བྱེད་དགོས་ཀྱི་ཡོད་ན་ས་མལ་ཅིག་མ་གཏོགས། ཅིག་དཔལ་ལྡན་སྲིད་སྐྱོང་བློ་བཟང་ཚང་གིས་ལྔ་ནང་ལོགས་ལ་ལས་འཆར་འདི་འདྲ་ཅིག་ཡོད། ལྔ་བཅུ་ནང་ལོགས་ལ་ལས་འཆར་འདི་འདྲ་ཅིག་བྱེད་དགོས་ཀྱི་འདུག་ཟེར། ནི་ང་ཚོའི་གཞོན་སྐྱེས་འདི་ཚོ་ལ་འགན་འཁྲི་འདི་འདྲ་ཞིག་སྤྲད་དགོས་འདུག་རྒན་པ་འདི་ཚོ་གིས་ལམ་སྟོན་འདི་འདྲ་ཞིག་གནང་དགོས་འདུག་ལས་ཀ་འདི་འདྲས་ཀྱིས་ང་ཚོའི་ལས་འཆར་དེ་ལས་སླ་བ་ཅིག་དྲུག་དང་དྲུག་ཅུ་མ་འགྲོ་དགོས་ཀྱི་ཡོད་པའི་བཀའ་སློབ་ཅིག་ཕེབས་ཡོད་རེད། ད་འདི་དྲུག་དང་དྲུག་ཅུ་དེ་ད་སྔོན་མ་ང་ཚོའི་ཟམ་གདོང་རིན་པོ་ཆེས་བཀའ་སློབ་གནང་པའི་སྐབས་སོ་སོ་གང་ཤེས་ཀྱི་ཡོད་མ་རེད། ད་ད་ལྟའི་དུ་བལྟས་དེ་དུ་དྲུག་དེ་ག་རེ་རེད་འདུག་དྲུག་ཅུ་དེ་ག་རེ་རེད་འདུག་ད་ངས་དེ་རིང་དེའི་ཚོད་དཔག་ལ་འོར་བས་ད་འདི་གི་ཅིག་བསམ་ཚུལ། དེ་འབྲེལ་གྱི་མ་ཞུན་རུ་ཨ། ཟླ་དྲུག་འདི་ལ་ནི་བློ་བཟང་སེང་གེ་ལགས་ཀྱིས་བཀའ་ཤག་སྐབས་བཅོ་ལྔའི་སྐབས་སུ་ལོ་ལྔ་གྱི་ལས་ཀ་བྱས་བཞག་པ་དེ། ལོ་དྲུག་པ་འདི་ནང་ལོགས་ལ་སྤེན་པ་ཚེ་རིང་དུ་ས་ད་བེན་པའི་སྲིད་སྐྱོང་ལ་བདམས་ཐོན་བྱུང་བྱས། ད་འགན་འཁྱེར་བའི་སྐབས་སུ། ལོ།

དྲུག་དང་དྲུག་ཅུ་གྱི་ཟླ་དྲུག་གི་ནང་ལོ་ལ། ལོ་དྲུག་སྔོན་ལ་དུ་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་བཀའ་ཤག་སྐབས་བཅོ་ལྔའི་གི་བྱས་བཞག་པའི་ལས་ཀ་དེ་དག་མང་པོ་ཅིག་མེད་པ་བཟོས་ཡ། ཁ་ལོ་ལྟ་དེ་རྒྱུགས་སྐྱོང་མ་བྱེད་ཡ་ལས་ཀ་བྱེད། དེ་ནས་ཟླ་དྲུག་ཅུ་དེ་ཡ་དེའི་དགོ་དགོ་ཡོད་ན་རུ་བ། ཨ་ནི་ལོ་དྲུག་ཅུའི་ནང་ལོ་ལ་རྒྱ་གར་རིན་པོ་ཆེན་གྱི་གཡས་འཁྱོག་གཡོན་འཁྱོག་བྱས་བྱས་ང་ཚོའི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོ་དེ་རུ་བ། ཕ་མའི་སྤུ་གུ་ལོ་གཅིག་ནས་བྱས་ནས་ཡར་ཁྲིད་དགོས་ནི་རེད། ལོ་དང་པོ་ཟླ་བ་དང་པོ་ཉི་མ་དང་པོ་ནས་བྱས་ནས་ལོ་བཅོ་བརྒྱད་བར་དུ་ག་འདྲས་ཁྲིད་བོར་ལྟ་དུས་ཕྱི་ནས་ཡར་གསོ་སྐྱོང་བྱས་བཞག་པའི་དམངས་གཙོ་དེ་མེད་པ་བཟོ་ཡ་དང། དྲུག་སྟེ་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱིས་ལོ་ལྔ་ནང་ལོགས་ལ་དཀའ་ལས་རྒྱག་བཞག་པའི་ལས་འཆར་མང་པོ་ཅིག་ཆ་ཤས་ལྡན་པ་མང་པོ་ཅིག་ཡོད་དེ་བ་དེ་མེད་པ་ཟོས་ཀྱི་ལས་ཆག་ཅིག་ད་དྲུག་ད་དྲུག་ཅུ་ཟོས་ནས་སྡོད་ངེས་མེད་འགྲོ་འགྲོ་བ་དེ་འདྲའི་བསམ་གི་འདུག་རེ་བ་ད་དྲུག་ནང་ལོག་ལ་རེ་བ་ད་ལྟའི་ལོ་དྲུག་པ་འགྲོ་དེ་བ་ར་དྲུག་པ་ནས་ཡ་ལྔ་བ། བཞི་བ། གསུམ་པ། གཉིས་པ་དང་པོའི་ནང་ལོག་ལ་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་ལགས་ཀྱི་བྱས་བཞག་པའི་བྱས་བྱས་དེ་ཆ་ཚང་མེད་པ་ཟོས་ཡ་དང། དེ་ནི་ཡར་དྲུག་ཅུ་ལ་ཡར་དེད་པ་ཡིན་ན། གཅིག་ང་ཚོའི་བོད་པའི་བཙན་བྱོལ་སྒྲིག་འཛུགས་ནང་ལོགས་ལ་ད་ལྟ་བར་དུ་ཡར་ཡར་རྒྱས་ཕྱིན་བྱས། གཅིག་དམངས་གཙོ་ཡིན་ན་ཚད་མཐོ་རུ་ཕྱིན་ཡ་རེད་མང་པོ་ཅིག་བྱུང་འདི་ཡོད་རེད་པ་ད་འདི་མེད་པ་བཟོས་བྱས་ཨ་ནི་སྔོ་སྨན་གྱི་གཅིག་རྙོག་དྲ་མང་པོ་ཅིག་ཡར་བསླངས་ཡ་རེད་ད་ཉེ་ཆར་དུ་ཆུ་ཤུར་ཀོང་ཀྲུག་གི་ཚོགས་ཁང་སྟོབས་ཚོགས་པས་བྱས་སྒོ་འགྱིག་བོང་ཚང་མ་གཏོར་བྱས་བཅའ་ཡ་དེ་འདྲ་བྱུང་བ་རེད། ད་དེ་ནི་ཡར་ལོ་དྲུག་ཅུ་སྔོན་ལ་ཡར་དེད་པ་ཡིན་ན། ཨ་ནི་ཅིག་ལྔ་བཅུ་ང་དགུ་ལོ་བོད་ཤོར་བྱས། ལོ་གཉིས་གསུམ་ཅིག་ང་རང་སུ་བེད་ཁོ་ན་སོ་སོ་གོ་བ་ལེ་ཡིན་མི་ཧ་མ་གོ་ཡི་གནས་སྟངས་བཅས་ཆགས་བསྡད་པ་རེད། དེ་ནས་ལོ་བཞི་ལྔ་དྲུག་བདུན་བརྒྱད་དུ་ས་ཡ་ཕྱིན་ཡོང་དུས་ཅིག་གོ་གྲོགས་ཅིག་དགའ་རོགས་ཚུགས་ཡོང་དུས་ཨ་ནི་བོད་པའི་སྤྱི་ཚོགས་ནང་ལོག་ནས་མི་བདེ་ཚ་དྲག་བཅོམ་པ་མང་པོ་བཅས་མེད་པ་བཟོས་ཀྱི་དུས་ཚོད་དེ་འདྲ་བྱུང་བར་བ། ད་འདིའི་སྐབས་སུ་ཡིན་ན་ཅིག་བླ་ཆེན་ཁག་མེད་པ་བཟོས་ཡ་ཨ་ཐང་ན་ཤེས་ཁ་ཤས་ཅིག། མི་གྲགས་ཅན་སོ་སོ་སོ་གིས་ཅིག་འཇོན་པོ་བྱས་བྱས། དགྲ་འདྲེ་ནང་ནས་མ་འདྲ་ངས་དོན་ཡོང་ངེས་མང་པོ་བྱས་མེད་པ་བཟོས་ཡ། ཡིན་ཅིག། སྔར་གྱི་སྐུ་དྲག་ནང་ནས་སྐུ་དྲག་སྟེ་སའི་དྲག་ག། ལྷག་བསམ་ཆེན་མང་པོ་བྱས་མེད་པ་བཟོས་ཡ་རྒྱང་ཕུད་བཏང་ཡ། ད་དེ་འདྲ་གི་ལས་ཀ་མང་པོ་ཅིག་བྱུང་འདི་ཡོར་དེ་ནི་ཡ་ལོ་དྲུག་ཅུ་གི། ཡ་བརྩིས་བ་ཡིན་ན། ལྔ་བཅུ་དྲུག་ཅུ་སྤ་ར་ལ་རུ་བ་ད་ལྟ་དེ་ནི་ཡ་རྒྱབ་ཤེས་ཀྱང་བརྩིས་བ་ཡིན་ན། ད་དེའི་གི་ལས་འཆར་དེ་ཡང་བསྐྱར་དེང་སང་ང་རང་ཚོའི་སྤྱི་ཚོགས་ནང་ལ་སྤེལ་ཡོང་གི་ཡོད་པའི་སོ་ཏྲོ་ཞེས་བ། ཅིག་ད་ཆུ་རྒྱུད་ཀྱི་སྤྱི་འཐུས་རྣམ་པ་གི་ཅིག་ལས་འཆར་རེ་ཅིག་དྲང་པོ་ཅིག་བྱས་ཅག་གྲོས་ཚོགས་ནང་ལ་མང་པོ་ཅིག་ཤི་ཡོང་དུས་དེ་ཚོ་མེད་པ་བཟོས་ཡ། ཡང་ཆོལ་ཁ་བྱེ་བྲག་པ་མེད་པ་བཟོས་ཡ། ནང་ལོགས་ནས་ད་རྙོག་གྲ་མང་པོ་ཅིག་བསླངས་ཡོང་གི་འདུག་བ། བྱས་ཙང་གི། ད་དྲུག་དང་དྲུག་ཅུ་ལས་དེ་ད་གནས་སྟངས་དེ་དེ་འདྲ་ཅིག་མེད་འགྲོ་བསམ་གི་འདུག་བ། གཞན་མ་དུ་དྲུག་གི་ག་རེ་བྱེད་དགོས་རེད་དྲུག་ཅུའི་ག་རེ་བྱེད་དགོས་རེད་བསམ་དོན་རུང་བྱས་ད་ལྟ་འགྲེལ་བཤད་སྐྱལ་ཡ་མ་རེད་བེམ་པོ་ཚེ་རིང་ལགས་ཀྱིས་གལ་གུ་བཤད་ཡོད་མ་རེད་རེད་བ། ད་ཁོ་རང་ཉིད་ན་ཅིག་ཅིག་ཅེ་ལ་ད་གུ་རུ་ཡིན་ས་ཞིག་ཡོད་རེད་བ། ད་ཡིན་ན་ཅིག་གོ་རེད་བ། ད་ང་ཚོའི་འདུ་ཟུར་དེ་ན་ལེབ་ལ་བ་ནང་བཞིན་ད་ཕ་བལྟས་ཡོང་དུས། ལྟར་དྲུག་སྟེ་ལོ་ལྔ་ནང་ལོ་ལ་སློབ་ཚན་སེང་གེ་གྱེར་བྱ་བའི་ལས་ཀ་དེ་མེད་པར་བཟོས་ཡོད། དྲུག་ཅུ་སྟེ་ལོ་དྲུག་ཅུ་ནང་ལོ་ལ་གྱ་བར་མཇལ་དཀའ་ལས་རྒྱ་ཆེ་གཅིག་ཁ་ལོ་སྐུ་ལས་དེ་གས་སྐྱོན་ཆེ། ང་ཚོའི་དམངས་གཙོ་ཚད་དང་ལྡན་པ་ཞིག་ཕར། སྐྲུན་བྱས་ཨ་ནི་མཐའ་མའི་ང་ཚོའི་ལག་པ་ལ་ཁྱེད་རང་ཚོ་དམངས་གཙོ་ཡིན་ད་ས་དེ་རིང་ནས་སོ་སོའི་འགོ་ཁྲིད་སོ་སོའི་ད་མ་ལས་དུས་ཚོད་དེ་བར་དུ་སྤྲད་ཚར་དུས་ད་ཅིག། དེ་ཡིས་མེད་པ་བཟོས་དེའི་དམངས་གཙོ་དེ་མེད་པ་བཟོས་ལོ་དྲུག་ཅུ་ནང་ལོགས་ལ་སྐུ་མདུན་གྱིས་དཀའ་ལས་རྒྱག་བཞག་པ་དེ་ད་མེད་པ་བཟོས་ཀྱི་ལས་ཀ་ཅིག་མེད་འགྲོ་བསམ་གྱི་འདུག་བ་ད་མང་པོ་ཅིག་འགྱུར་བ་བཏང་བྱ་ད་དེང་སང་ཅིག་དགོན་སྡེ་ཁག་ལ་ཅིག་ཁ་བཏང་ཡ་རེད་སྐྱོན་བརྗོད་བྱེད་ཡ་རེད་ཐ་ན་ཞིག་གྲྭ་བཙུན་ལ་བས་སྐྱོན་བརྗོད་བྱེད་ཡ་རེད་ཅིག་སོང་ན་དེ་མང་རུ་མང་འགྲོ་གི་ཡོད་རེད་ད། གྲྭ་བཙུན་རྣམ་པ་དང་དགེ་འདུན་རྣམ་པ་ལ་རྒྱབ་སྐྱོར་བྱེད་མཁན་དེ་ཡོད་ན་མེད་ན་ད་ལྟའི་ཆ་ནས་ཀུན་འདུས་ཤིན་ཏུ་འོ་མ་དུ་ཡོད་མ་རེད་རོ་ཁ་བ་ལ་བལྟས་པས་ན་ད་ཀུན་འདུས་ཀྱི་ཁ་ཏུ་ཡིན་ན་གཅིག་གདན་ས་ཁ་རྩ་ཆེན་པོ་ཡིན་པ་ན་ལེན་དྲ་གི་དུ་སོ་འཁྱོལ་རྒྱུ་ཨ་ཁ་ལོར་བས་དོ་དྲི་མ་མེད་པ་འཛིན་ངེས་ཡིན་ས་འདུག་ས་དཀའ་མོལ་ཡང་ནས་ཡང་དུ་རྒྱབ་སྐྱོར་གནང་ནས་ཕེབས་བསྡད་ཀྱི་ཡོད་རེད་མ་གཏོགས་གཞན་ང་རང་ཚོ་སྤྱི་ཚོགས་ནང་ལོག་ན་ན་ད་དེང་སང་གཅིག་དྲ་བའི་གི་མཐོང་དེ་བས་ཁོ་རང་ད། གྲོས་ཚོགས་ནང་གི་དཔེ་ཡག་གི་དང་སྐད་ཆ་དམ་རབ་དང་རིམ་པ་ཞིག་ཡོད་རེད། ད་ནི་གྲྭ་ས་ནས་མ་དཔེ་ཡག་གི་སྐད་ཆ་དེ་འདྲས་བཤད་དེ་གྱོར་བ། ཅིག་མང་དྲག་གི་འདུག་ཧི་མ་ལའི་གི་གྲྭ་བ་ཁྲིད་ཡོང་གི་འདུག་ཁྱེད་ཚོ་སོས་ཐུག་གི་མི་འདུག་ལས་གྲྭ་བོ་ད་ད་ཅིག་གྲྭ་བས་ཅིག་བྱེད་གི་འདུག་དེ་འཇོན་གི་མི་འདུག་གཉིས་བྱེད་གི་འདུག་དེ་རེད་གི་མི་འདུག་དེ་འདྲས་གི་བཀའ་མོལ་མང་རུ་མང་རུ་མང་རུ་འགྲོ་གྱོར་རེད། གཞན་ཙང་གི་ད་ངས་དུ་བལྟས་ཡོང་དུས། ད་ངས་སྡོམ་རྒྱག་ནས་ཞུས་པ་ཡིན་ན། ལོ་ལྔ། དེ་ནི་ཡ་རྒྱབ་བཞི་བརྒྱད་པའི་ལོ་ལྔའི་ནང་ལོ་ལ་བཀའ་ཤག་སྐབས་བཅོ་ལྔ་པའི་བྱས་བྱ་བའི་བྱས་རྗེས་དེ་མེད་པ་བཟོས་ཡ་དང། དེ་ནི་ཡ་ལོ་དྲུག་ཅུའི་ནང་ལོ་ལ་སྐུ་མདུན་གྱི་སྟག་སྐུ་ལས་ཚད་ལས་བརྒལ་བ་སྐྱོན་ཆ་ང་ཚོ་སྡོད་སའི་དམངས་གཙོ་གི་སྣེ་ཁྲིད་གཞུང་བཙུགས་ཚང་མ་བྱས་ཡོང་དུས་ད་དེ་གི་ལས་བྱ་དེ་མེད་པ་བཟོས་ཡ་གི། ཅེས་ཁ་ལོ་དྲུག་དང་དྲུག་ཅུ་ཅིག་མེད་འགྲོ་བསམ་ནས་ད་ང་དོགས་པ་འདི་འདྲ་སྐྱེས་ཡོང་བསྡད་ཀྱི་ཡོད་རེད། རེད་བ། ནི་ཕག་ཏུ་བལྟས་པས་ན་དེ་འདྲ་བོ་བཅས་བྱུང་བསྡད་ཀྱི་ཡོད་རེད་ད་ང་རང་ཚོའི་བཙན་བྱོལ་ནང་ལོ་ན་དེང་སང་མི་དེ་ཅིག་ཤེས་བྱ་ཡོན་ཏན་ཡོད་ངེས་ཅིག་ཐོས་རྒྱ་མཐོང་རྒྱ་ཡོད་ངེས་དེ་ཚ་ཅིག་སྤྱི་ཚོགས་དང་འབྲེལ་བའི་ཐོག་ནས་ཁ་གྲག་ངེས་མང་པོ་བཅས་མེད་པ་བཟོས་ཡ་ནི་གདན་ས་སེང་ཁྲི་ཀེར་སམ་གཙོས་པའི་ནི་ཅིག་བླ་ཆེན་ཁག་རེད་འོ་ཐང་ན་ཞིག་དགེ་འདུན་གྱི་སྡེ་ལས་ཁ་མང་པོ་བཏང་ཡ་ད་དེ་འདྲ་ཅིག་ལྔ་བཅུ་ང་དགུ་ལོ་ལ་ད་དེ་ནས་དྲུག་ཅུ་ཡ་བརྩིས་པ་ན་ད་བོད་ནང་ལོ་ན་ཅིག་བལྟ་ཁོ་རང་ཅིག་མི་དྲག་དཔོན་དྲག་ནི་སྐྱབས་གནས་དགེ་འདུན་གྱི་སྡེ་ཚང་མ་མེད་པ་སོས་དུས་ཚོད་ཤག་བུར་བ་ད་ད་ལྟ་ཡིན་ན་ཡང་དེ་འདྲ་ཅིག་ཤག་ཡོང་གི་མེད་འགྲོ་བསམ་ལ་ང་དེ་དོགས་པ་ཞིག་བྱུང་གི་འདུག་བ་ཅན་ཚང་གི་ངའི་དྲུག་དང་དྲུག་ཅུ་དེ་ག་རེ་ཡིན་མིན་ད་ང་ལ་ཤེས་མེད་རུང་བ་ནི་ང་ལ་དོགས་པ་ནི་དེ་འདྲ་ཞིག་འདུག་ཟེར་ནས་ཞུ་ཡ་ཡིན་ཐོ་ཆད།